བོད་རིགས་སྤུན་ཟླ་ཡོངས་ལ་ཡང་སྐུ་ཁམས་བཟང། སྟངས་འཚམ་བའི་ཤེས་འདི་གི་ཡོག་རེད་འདས་པའི་ལོ་བཅུ་ཕྲག་ཁ་ཤས་ཤིག་འགའ་ལ་ཡང་རྒྱ་ནག་གཞུང་གི་ཐོག་ནས་བོད་མིའི་གི་འཐབ་རྩོད་འདི་རྩ་བ་རང་ནས་མེད་པ་བཟོ་ཡག་གི་ཆེད་དུ་ཨ་ནི་ཁོང་ཚོའི་འདིར་ས་འདི་དབུས་བོད་མིའི་སྒྲིག་འཛུགས་དང་གཅིག་གོང་ས་མཆོག་དང་གོང་ས་མཆོག་གི་སྒྲིག་འཛུགས་འདི་གཉིས་ཆགས་འདི་གི་ཡོག་རེད། ཁོ་རང་ཚོའི་གི་སྲིད་ཇུས་དང་འཆར་གཞི་ནང་ལ་ཡང་བོད་མིའི་སྒྲིག་འཛུགས་འདི་རྩ་བ་ནས་གཏོར་བཤིག་བཏང་ཡག་གཅིག་དང། ྋགོང་ས་མཆོག་དང ྋགོང་ས་མཆོག་གི་སྒྲིག་འཛུགས་ཀྱི་ནུས་པ་ཉམས་གུད་བཏང་ཡོད་པའི་ཆེད་དུ་ད་ལས་འཆར་མང་པོ་ཞིག་སྤེལ་འདོད་ཀྱི་ཡོད་རེད། སོང་ཙང་ང་ཚོའི་ངོས་ནས་ནི་བོད་མི་གི་འཐབ་རྩོད་འདི་རྒྱུན་གནས་ཐུབ་པ་ཞིག་དགོས་ཀྱི་ཡོད་པ་ཡིན་ན། བོད་མི་རིགས་ཀྱི་རྩ་དོན་འདི་ནི་སྒྲུབ་དགོས་ཀྱི་ཡོད་པ་ཡིན་ན། སྲུང་སྐྱོབ་བྱེད་ཡ་གཉིས་འདི་གར་ཆགས་དགོས་རེད་ཞུས་པ་ཡིན་ན་བོད་མིའི་སྒྲིག་འཛུགས་དང་གཅིག། ྋགོང་ས་མཆོག་གི་སྒྲིག་འཛུགས་འདི་གཉིས་ཆགས་འདོད་ཀྱི་ཡོད་རེད། དེ་རྣམ་པ་ཚོ་མང་ཅིག་གིས་མཁྱེན་འདོད་ཀྱི་ཡོད་རེད་ངེད་ཀྱི་བསྒྲུབ་བྱའི་དམིགས་ཡུལ་ནང་ལ་ཡ། དང་པོ་དེ་ནི། དབུས་བོད་མིའི་སྒྲིག་འཛུགས་དེ་སྲུང་སྐྱོབ་དང་གོང་འཕེལ་བཏང་ཡོད་པ་གཅིག། དེ་ག་ནང་བཞིན ྋགོང་ས་མཆོག་གི་སྒྲིག་འཛུགས་དེ་མི་ཉམས་རྒྱུན་འཛིན་དང་གོང་འཕེལ་བཏང་ཡོད་པ་གཉིས་ཆགས་ཀྱི་ཡོད་རེད། ད་གནད་དོན་དེ་གཉིས་ཀྱི་ཐོག་ལས་རྣམ་པ་ཚོ་དང་དོད་ཞིབ་ཕྲ་ཁེངས་དགོས་ཀྱི་ཡོད་པ་ཡིན་ན་ད་རིང་མིན་སྤྱི་ཟླ་བཅུ་བའི་གི་ཚེས་བཅུ་ཉིན་མ་དང་ལ་ཡ་ཨ་མི་རི་ཀའི་གི་དུས་ཚོད་ཆུ་ཚོད་གཉིས་པ་ནས་ཆུ་ཚོད་བཞི་བ་བར་དུ་ལ་ཡ་ང་ཚོ་བོད་རིགས་སྤྱི་མཐུན་ཚོགས་པའི་གི་ནིའུ་ཡོག་ནིའུ་ཇེར་སི་བོད་རིགས་སྤྱི་མཐུན་ཚོགས་པའི་གི་སྤྱི་ཁང་ནང་ལ་ཡ་ད་ཐེངས་དང་པོ་ནི་ངའི་གི་ད་རྒྱབ་སྐྱོར་གནང་མཁན་ཚོས་ཀྱིས་ང་དང་མང་ཚོགས་དབར་ལ་ཡང་བགྲོ་གླེང་གི་ཚོགས་འདུ་ཞིག་ཏུ་གོ་སྒྲིག་ཞུས་ཤག་རྣམ་པ་ཚོ་དེ་ཐོག་ལ་ཡང་ངེས་པར་དུ་ཕེབས་རོགས་གནང་བསམ་ཚུལ་བརྗེ་ལེན་གྱི་གོ་སྐབས་བཅས་རག་གི་རེད་ལ་ལྷག་པར་དུ་ཁ་སོང་རེད་འདུ་འཛོམས་འདིས་མང་ཚོགས་ལ་ཡང་ངོ་དེབ་ཀྱི་བརྒྱུད་ནས་ཐད་གཏོང་གཏང་ཡག་དེ་འབྲེལ་གྱི་འཆར་གཞི་སྤེལ་འདོད་ཀྱི་སོང་ཙང་རྣམ་པ་ཚོ་ལྷན་རྒྱས་ཚང་མ་དེ་ལ་ཡང་ཐུགས་སྣང་གནང་ཡག་གི་རེ་བ་ཞུ་གི་བཀྲ་ཤིས་བདེ་ལེགས།